དགེ་རྒན་ལ་བཀའ་སློབ། ཐོག་མར་དམིགས་ཡུལ་ངེས་ཅན་ཞིག་བཟུང་ནས་དགེ་རྒན་འོས་སྦྱོང་ཆེད་ལས་ཀའི་ཉམས་མྱོང་བསགས། སྐབས་རེ་བསྐྱར་སྦྱོང་བྱེད་པ་བཅས་བྱེད་ཀྱི་ཡོད་པ་རེད། འོན་ཀྱང་དེ་དག་གི་ནུས་པ་ཐོན་མིན་ནི་གཙོ་བོ་ལྷག་བསམ་ལ་རག་ལས་ཡོད། རང་གིས་འཇིགས་པས་ཐོག་བབས་པའི་ལས་ཀ་དེ་དག་ལྷག་བསམ་གྱིས་ཀུན་ནས་བསླངས་ཏེ། ག་བཞིན་སྤྲོ་བཞིན་དུ་བྱེད་པ་དང་འགན་ཁུར་བླངས་ནས་ཧུར་ཐག་བྱ་རྒྱུ་གནད་འགག་ཆེན་པོ་ཡིན། ངས་ངོ་ལྐོག་རྒྱབ་མདུན་མི་བྱེད་ལ་ཀོ་ཐག་ཡང་གློད་ཀྱི་མིན་བསམ་པའི་སེམས་ཤུགས་ཤིག་ཡོད་ན་དཀའ་ངལ་ག་འདྲ་ཞིག་འཕྲད་རུང་སེལ་མི་ཐུབ་པ་མེད། ཕྲུ་གུ་སློབ་ཆུང་སྤྲོད་སྐབས་ཤ་ཚ་དང་འགན་ཁུར་གྱི་རྣམ་འགྱུར་ཞིག་ཡོད་དགོས། དེ་མིན་གླ་ཆ་བླངས་བའི་དོད་དུ། ཁྲེལ་འཁྱོལ་ཙམ་གྱི་ལས་ཀ་བྱས་ན་དེ་ནི་རང་བཞིན་གཉིས་ཀ་མགོ་སྐོར་བཏང་བ་ཡིན་པས། བདེ་སྐྱིད་ལས་འབྲས་ལ་མི་འགྲོ་བ་སྨོས་ཅི་ཕྲུ་གུའི་མི་ཚེ་འཕྲོ་བརླག་བཏང་བ་ཡིན། དེང་སང། འཛིན་གྲྭའི་ཚོགས་པ་དུས་ཚོད་ལ་དགེ་རྒན་ལ་ལས་སྒེར་ལས་བྱེད་པ་དང། ག་ཤེད་ཀྱིས་ཕྲུ་གུའི་མདུན་ལ་ནང་སྒོའི་ཁ་བསྟར་ནས་སློབ་ཚན་དང་འབྲེལ་བ་མེད་པའི་གཞན་ལ་རྒྱབ་བཤད་དང་སྐྱོན་འཛུགས་དམའ་འབེབས་བྱེད་ཀྱི་ཡོད་ཚོད་འདུག་པ་དེ་དག་ནི་ཧ་ཅང་སེམས་པ་སྐྱོ་དགོས་པའི་ཐབས་སྡུག་གི་བྱ་བ་ཡིན། བཟང་པོའི་ཡ་རབས་ཀྱི་སྤྲོས་པའི་མིག་ལྟོས་འཇགས་པའི་ཕྲུ་གུ་ཞིག་ཡིན་ན། བསམ་བློ་འཁྱེར་སོ་དང་སྐད་ཆ་ཤོད་སྟངས་གུས་ཞབས་བྱེད་སྟངས་སོགས་ཀྱིས་ཡ་རབས་ཀྱི་སྤྱོད་པ་གཞན་དང་མི་འདྲ་བ་ཞིག་ཡོང་རྒྱུ་ཡིན། ཡ་རབས་ཞི་དུལ་གྱི་སྤྱོད་པའི་མིག་དཔེ་ལྟ་རྒྱུའི་གོ་སྐབས་མ་བྱུང་བའི་བར་དེང་དུས་པའི་ཕྲུ་གུ་གཤིས་སྤྱོད་དང་སློབ་གྲྭའི་འགྲིམ་པའི་ཕྲུ་གུའི་སྤྱོད་པའི་བར་ཁྱད་པར་མ་བྱུང་བ་ཡིན་ན། སློབ་གྲྭའི་འགྲིམ་པའི་གོ་བ་དགེ་མཚན་དང་ཕན་ཐོགས་མ་བྱུང་བ་ཡིན། དགེ་རྒན་ཚོས་སློབ་ཁྲིད་བྱེད་པའི་སྐབས་སུ་ངག་གི་སྨྲ་བརྗོད་དང་ཡིད་ཀྱི་འཁྱེར་སོ་ལུས་ཀྱི་ཀུན་སྤྱོད་སོགས་ཕྲུ་གུའི་མིག་དཔེར་འོས་པ་ཞིག་དང། རྒྱུན་པར་ཕྲུ་གུ་རྣམས་ལ་བྱམས་སྐྱོང་དང་བརྩེ་སེམས་ལྷག་བསམ་རྣམ་དག་གིས་བྱས་ཏེ་ཕྲུ་གུ་ཚོའི་མདུན་ལམ་ཐོག་སེམས་ཁུར་དོ་སྣང་ཡོད་པའི་གི་རྣམ་པ་བསྟན་ཐུབ་པ་ཞིག་བྱུང་ན། དེས་ཕྲུ་གུའི་བློ་ཡིད་ཚིམ་སྟེ་རང་བཞིན་གྱིས་དགེ་རྒན་ལ་གུས་བརྩི་དགའ་ཞེན་གྱི་སེམས་ཐག་ཉེ་བོ་ཞིག་ཡོང་གི་ཡོད། སློབ་གྲྭའི་ནང་མཛའ་བརྩེའི་ཚོར་བ་ལྡན་པའི་ངང་འཚར་ལོངས་བྱུང་བའི་ཕྲུ་གུ་དེ་དག་གིས་མི་ཚེ་སྐྱིད་པོ་ཡོང་རྒྱུ་སྨོས་ཅི་གཞན་ལ། ཡ་རབས་གཞན་ཕན་གྱི་ཀུན་སྤྱོད་དེ་ཁོང་ཚོའི་གནས་སའི་གི་སྤྱི་ཚོགས་ཀྱི་རྒྱན་ལྟ་བུ་ཡོང་རྒྱུ་ཡིན། དེར་བརྟེན་མི་རབས་རྗེས་མ་ཚོས་ཁ་ཕྱོགས་ག་འདྲ་ཞིག་ལ་འགྲོ་མིན་དགེ་རྒན་ཚོས་ཁོང་ཚོའི་གི་གསོ་སྐྱོང་བྱེད་སྟངས་ལ་རག་ལས་ཡོད། འཛམ་གླིང་ཐོག་ལག་འཁྱེར་རྫིག་པོ་དང་ཨང་ཀི་མཐོ་པོ་སློབ་ཚན་སྣ་ཁ་མང་པོ། མིག་ནད་ཆེན་པོ་ཁ་བདེ་བོ་དྲན་རྒྱུ་རྒོད་པོ་བཅས་ཡོད་ཀྱང། དོན་དངོས་མི་ཡི་གཤིས་སྤྱོད་མ་རབས་གཡོ་སྒྱུ་ཕྲ་མ་གསུམ་དང་ངོ་ཚ་མེད་པ་རང་བཤད་ཚ་བོ་ལས་རྒྱུ་འབྲས་ལ་མི་བརྩི་བ། གོ་བདེ་བསྒྲེངས་རུལ་བྱས་པ་བཅས་བསམ་བློ་གཏོང་སྟངས་ཧ་ཅང་ཤན་པོ་དེ་འདྲ་ཡོང་གི་འདུག་པ་དེ་དག་ནི་ཆུང་དུས་ནས་ཕ་མ་དང་དགེ་རྒན་བྱམས་སྐྱོང་སྐྱོང་སྟངས་ཀྱིས་ཕོངས་པའམ། རང་གནས་སའི་གི་ཁོར་ཡུག་ལ་ཡ་རབས་བཟང་པོས་ཀྱི་མིག་ལྟོས་བྱེད་ཡུལ་མེད་པ་དང། ཡ་རབས་དཀོན་མཆོག་གི་བསླབ་བྱ་ཉུང་དྲགས་པ་བཅས་ཀྱི་སྐྱོན་རེད། སྔར་གུ་རུ་ཞེས་པའི་འབོད་པའི་དགེ་རྒན་ལ་སྤྱི་ཚོགས་དང་སློབ་མ་བཅས་ནས་གི་གུས་བརྩི་དགའ་ཞེན་དང། མཐོང་དང་ཆ་འཇོག་ཇི་ལྟར་ཆེན་པོ་ཞིག་གི་ཡོད་པ་གཟིགས་དང་དེང་སང་དེ་འདྲ་མེད་པའི་སྐྱོན་གནད་གང་ལ་ཐུག་འདུག་དཔྱད་པ་ཡག་པོ་བྱེད་དགོས། དེང་སང་དུས་ཚོད་འགྱུར་བའི་དབང་གིས་ཀྱང་ཤུགས་རྐྱེན་ཕྲན་བུ་ཐེབས་སྲིད་ཀྱང་གཙོ་བོ་ནི་གལ་རྐྱེན་རང་ཉིད་ཀྱི་གནས་ཚུལ་ལ་ཐུག་པ་གསལ་པོ་རེད། ནུབ་ཕྱོགས་པའི་སློབ་གྲྭར་ཆ་མཚོན་ན་ཤེས་ཡོན་སློབ་སྦྱོང་སྤྲོད་སྟངས་དང་ཕྱིའི་དགོས་ངེས་ཀྱི་མཐུན་རྐྱེན་ཧ་ལས་པ་ཞིག་ཡོད། འོན་ཀྱང་སློབ་གྲྭའི་ནང་ཡ་རབས་ཀུན་སྤྱོད་ཀྱི་མིག་དཔེ་ལྟ་ས་དང་སློབ་གསོ་ཉུང་དྲགས་པའི་གི་སྐྱོན་གྱིས་ཕྲུ་གུའི་ཕྲུ་གུ་བསད་པ་དང་ཕྲུ་གུའི་ཕྲུ་གུར་བཙན་གཡེམ་བྱེད་པ། ཤིང་ནགས་ལ་མེ་བརྒྱབ་པ་སོགས་ཀྱི་བསམ་ཡུལ་ལས་འདས་པའི་གི་ཐལ་ཆ་གནས་ཚུལ་མང་པོ་ཡོང་གི་འདུག་ཡིག་རྩིས་ཀྱི་ཤེས་ཡོན་ཡོད་པ་དང་ཆབས་ཅིག་བསམ་བློའི་གོ་རྟོགས་ཚད་ལོངས་པ་ཞིག་མ་བྱུང་ན། མིག་ཡ་གཅིག་ཤར་བ་ལྟ་བུ་རེད་ཤེས་བྱ་ཡོན་ཏན་གཅིག་པུས་རང་དང་སྤྱི་ཚོགས་བཅས་ལ་ཕན་ཐོགས་ཡོང་དང་གནོད་པ་ཡོང་ཆ་མ་མཆིས། སྐྱོན་ཆ་ཅུང་རྩ་ཞིབ་རྩད་བྱས་ཏེ་དུས་ཐོག་ཐོག་ལེགས་བཅོས་ཆེས་མ་དྲག་བ་ཞིག་བྱེད་ཐུབ་ན་དངོས་འབྲེལ་ཡར་ཐོན་ཡིན་པ་མཚོན་ཐུབ། དེ་ལྟར་མ་བྱས་ན་སྤྱི་ཚོགས་ཀྱི་དོགས་འདྲིལ་འཕར་མ་ཞིག་ཡིན།